སྐུ་གསུམ་སངས་རྒྱས་དམ་ཚིག་འདུས་པའི་ངོ་བོ་དཀར་ཕྱོགས་སུམ་ལྡན་གྱི་མཚན་ཅན་རྩ་བའི་བླ་མ་དམ་པ་རྣམས་ཀྱི་ཞབས་ཀྱི་པདྨོར་སྒོ་གསུམ་གུས་པས་རབ་ཏུ་བཏུད་དེ། སྲོག་ལ་དུ་སོགས་དུས་རྟག་ཏུ་ཐུགས་བརྩེ་བ་ཆེན་པོའི་སྒོ་ནས་བྱིན་གྱིས་བརླབ་ཏུ་གསོལ། ད་ད་རིང་འདས།

སྐུ་ཞོགས་ཀྱི་ཐོག་ནས་འཚོགས་བཞིན་པའི་སྐབས་སུ། དེ་ནས་དེ་རིང་ཉིན་གུང་རྒྱབ་ལ་བཟང་སྤྱོད་སྨོན་ལམ་གྱི་ལུང་དང་མཉམ་དུ་ཆོས་འབྲེལ་ཅིག་བྱེད་དགོས་པའི་རེ་སྐུལ་གནང་བ་ནང་བཞིན། དེ་ནས་དེ་རིང་ཆོས་འབྲེལ་བསྡུ་དུས་ཀྱི་ཞུ་ཡ་ཡིན། སྤྱི་བཏང། སྨོན་ལམ་ལ་དེ་ནི་སྨོན་ལམ་མང་པོ་ཡོད་རེད་སྨོན་ལམ་བཟང་པོ་ཡང་མང་པོ་ཡོད་རེད། དེ་ནི་སྨོན་ལམ་བཟང་པོ་མང་པོ་ཡོད་པའི་ནང་ནས་ཐམས་ཅད་ཀྱི་གཙོ་བོ་ཐམས་ཅད་ཀྱི་ནང་ནས་དེ་ནི་མཆོག་ཏུ་གྱུར་པ་དེ་སྨོན་ལམ་གྱི་རྒྱལ་པོ་འཕགས་པ་བཟང་པོ་ཆེ་བའི་སྨོན་ལམ་འདི་ཆགས་ཀྱི་ཡོད་རེད། གང་ཡིན་ཞུས་པ་ཡིན་ན། སྨོན་ལམ། མང་པོ་ཅིག་ཚུགས་ཆོག་ཅིག་ཏུ་འདུས་པའི་སྨོན་ལམ་དེ་ཡིན་པའི་རྒྱུ་མཚན་གྱིས་དེ་ནི་སྨོན་ལམ་གྱི་རྒྱལ་པོ་གསུང་གི་ཡོད་རེད་དཔེར་ན། ལུང་པ་མང་པོ་ལ་དབང་བསྒྱུར་བྱེད་མཁན་གྱི་རྒྱལ་པོ་དེ་ལ་དེ་རྒྱལ་པོ་དཀྱུས་མ་མ་ཡིན་པ། ལུང་པ་ཅིག་གཅིག་པོ་ལ་དབང་བསྒྱུར་བྱེད་མཁན་རྒྱལ་པོ་དེ་རྒྱལ་པོ་དཀྱུས་མ་གཅིག་ཡིན་པ། ལུང་པ་མང་པོ་ལ་དབང་བསྒྱུར་བྱེད་མཁན་གྱི་རྒྱལ་པོ་དེ་དེ་རྒྱལ་པོ་ཆེན་པོ་ཡིན་པ། རྒྱལ་པོའི་ནང་ནས་ཀྱང་རྒྱལ་པོ་གཅིག་ཡིན་པ་དེ་ནང་བཞིན་བྱས་ནས

སེམས་ཅན་ག་བ་ལ་ཡོད་པ་ཡིན་ན་ཡང་དེ་དག་ཐམས་ཅད་གནས་མེད་པ་དང་བདེ་ཞིང་སྐྱིད་པ་ཞིག་ཡོང་བར་ཤོག་ལ་སོགས་པའི་དེ་འབྲེལ་གྱི་ཚིག་འདི་ལ་དམིགས་པའི་སྨོན་ལམ་དེ་འདྲ་ཡང་ཡོད་པ་ཡིན་པ་རེད་དེ་ལ་ནང་བཞིན་ལས་དང་ཉོན་མོངས་པ་ལས་ཐར་བའི་སྨོན་ལམ་ཁམས་གསུམ་འཁོར་བ་ལས་ཐར་པའི་ཐར་པའི་གོ་འཕང་ཐོབ་པའི་སྨོན་ལམ་དེ་ལ་ནང་བཞིན་སངས་རྒྱས་ཀྱི་གོ་འཕང་ཐོབ་པའི་སྨོན་ལམ་མདོར་ན་ཚེ་འདི་ཡི་བདེ་སྐྱིད་ཡོང་བའི་སྨོན་ལམ་སྐྱེ་བ་ཆེན་མོ་འཐོབ་རེ་ཐོབ་བའི་སྨོན་ལམ་ཐར་པ།

ཚང་བ་དང་ནི་སྟོན་རྣམས་ཀློག་ན་ཡང་དེའི་རྣམ་པར་སྨིན་པའང་སངས་རྒྱས་མཁྱེན་བྱང་ཆུབ་མཆོག་ལ་སོམ་ཉི་མ་བྱེད་ཅིག། ཅེས་གསུངས་པ་ན་གཞན་སྨོན་ལམ་འདི། སྟོན་པ་ལ་སོགས་པ་ཙམ་གྱིས་ཀྱང་དེ་ནི་ཕུན་སུམ་གྱིས་མི་ཁྱབ་པ་ཡོད་པ་དེ་འདྲས་གསུང་གི་ཡོད་རེད། དེ་འདྲས་ཀྱི་སྨོན་ལམ་དེ་ཅི་ལྟར་ཕུན་ཆེན་པོ་རེད་ཡིན་ན་ཡང་སྨོན་ལམ། དེ་གའི་དོན་དག་འདི་ག་ལ་སོ་སོའི་ངོས་ནས་འབད་བརྩོན་བྱེད་དགོས་ཀྱི་ཡོད་རེད། དཔེར་ན། ང་ཚོ་སྟོན་པ་བཅོམ་ལྡན་འདས་ཀྱི་རྗེས་འབྲང་ནང་པ་སངས་རྒྱས་པ་ཅིག་ཡིན་པའི་ཆ་ནས། དེ་ནི་རྡོ་རྗེ་གདན་ལ་སླེབས་པར་ཤོག་ཟེར་སྨོན་ལམ་རྒྱག་པ་ཡིན་ན། དེ་སྨོན་ལམ་བཟང་པོ་རེད། ཡིན་ན་ཡང། སྨོན་ལམ་རྒྱག་པ་ཙམ་གྱིས་རྡོ་རྗེ་གདན་ལ་སླེབས་ཀྱི་རེད་བསམ་ནས་བྲིས་པ་ཡིན་ན་དེ་སླེབས་ཀྱི་མ་རེད།

དཀའ་ལས་མང་པོ་བརྒྱབ་འབད་བརྩོན་མང་པོ་བྱས་པ་ཡིན་ན་དེ་ནས་གཞི་ནས་རྡོ་རྗེ་གདན་ལ་སླེབས་ཀྱི་རེད་མ་གཏོགས་སྨོན་ལམ་རྒྱག་པ་ཙམ་གྱིས་རྡོ་རྗེ་གདན་ལ་སླེབས་པར་ཤོག་ཞེས་པའི་སྨོན་ལམ་རྒྱག་པ་ཙམ་གྱིས་རྡོ་རྗེ་གདན་ལ་སླེབས་ཐུབ་པའི་ཡོད་མ་རེད་དེ་ག་ནང་བཞིན་བཟང་པོ་ཟེར་བའི་སྨོན་ལམ་འདིའི་ནང་ལ་ཚིག་བཟང་པོ་མང་པོ་ཅིག་ཅིག་དང་དོན་དག་བཟང་པོ་མང་པོ་ཅིག་འབྲུ་བལ་གྱི་སྨོན་ལམ་མང་པོ་ཅིག་རྒྱབ་ཀྱི་ཡོད་རེད་དེ་སྨོན་ལམ་རྒྱག་པ་ནང་བཞིན་སྨོན་ལམ་གྱི་དོན་དག་དེ་འདོད་པའི་ལ་དེ་ཁ་ཙམ་ཚིག་ཙམ་མ་ཡིན་པར་སྔོན་ནས་དྲངས་ནས་སོ་སོའི་ངོས་ནས་དེ་ནི་ལུས་ངག་ཡིད་གསུམ་གྱི་སྤྱོད་པ་སོ་སོའི་ལུས་ངག་ཡིད་གསུམ་གྱི་ལས་གང་དང་གང་བྱས་པ་ཡིན་ན་ཡང་ཆོས་དང་མཐུན་པར་སྡིག་པ་སྤང་དགེ་བ་བསྒྲུབ། འདོད་ན་ལས་བཟང་པོ་བྱས་པ་ཡིན་ན་བཟང་པོ་ལ་བརྟེན་ནས་དེ་ནི་བཟང་པོ་སྤྱོད་པའི་སྨོན་ལམ་གྱི་དོན་དག་དེ་བསྒྲུབ་ཐུབ་ཀྱི་རེད་མ་གཏོགས

ལས་བཟང་པོ། ངག་གི་སྒོ་ནས་ཀྱང་ལས་བཟང་པོ། སེམས་ཀྱི་སྒོ་ནས་ཀྱང་ལས་བཟང་པོ། ལས་བཟང་པོ་བྱེད་དགོས། ལས་བཟང་པོ་བྱས་པ་ཡིན་ན། ལས་བཟང་པོ་བྱས་པ་ལ་བརྟེན་ནས་སྨོན་ལམ་བཏབ་པའི་དོན་དག། འབྲས་བུ་བཟང་པོ་ཅིག་ཏན་ཏན་ཐོབ་ཐུབ་ཀྱི་རེད། ཚེ་འདི་ལ་ཡིན་ན་འདྲ། སྐྱེ་བ་ཕྱི་མ་ལ་ཡིན་ན་འདྲ། དེ་ལ་བསྡད་ནས། དེ་ལས་མཐོ་བ། དེ་ནི་ཐར་པའི་གོ་འཕང་ལྟ་བུ་གོ་འཕང་བཟང་པོ། དེ་ནི་མཐར་ཐུག་གི་གོ་འཕང་གོ་འཕང་ཐམས་ཅད་ཀྱི་ནང་ནས་མཆོག་ཏུ་གྱུར་པ། འབྲས་བུ་ཐམས་ཅད་ཀྱི་ནང་ནས་བཟང་ཤོས་སངས་རྒྱས་ཀྱི་གོ་འཕང་ཡང་ང་ཚོས་ཀྱི་ལས་བཟང་པོ་དེ་ལ་བརྟེན་ནས་དོན་ཐོབ་ཐུབ་པ་ཡོང་གི་ཡོད་རེད་ཅེས་དང་ལས་བཟང་པོ་དེ། དམངས་པོ་བྱེད་ཡ་ཡོད་རེད། ལུས་ཀྱི་སྒོ་ནས་ལས་བཟང་པོ་བྱེད་ཡ་ཡོད་རེད། ངག་གི་སྒོ་ནས་བ་ན་བཟང་པོ་བྱེད་པའི་སྨོན་ལམ་གྱི་ཚིག་འདོན་ཡ། ལག་སོགས་པའི་སྒོ་ནས། ངག་གི་སྒོ་ནས་ལས་བཟང་པོ་བྱེད་ཡ་ཡོད་རེད། དེ་ག་ནང་བཞིན། སེམས་ཀྱི་སྒོ་ནས་ལས་བཟང་པོ་བྱེད་ཡ་ཡོད་རེད། དེའི་ནང་ནས་གཙོ་ཆེ་ཤོས་དེ་སེམས་བཟང་པོ་དགོས་ཀྱི་ཡོད་རེད། སེམས་བཟང་པོ་བྱེད་ཡ་དེ་ཞེ་དྲག་གི་ཁ་ཆེན་པོ་ཆགས་སྡོད་ཀྱི་ཡོད་རེད། དེ་འགའ་ཤས་ཀྱིས་བསམ་སྲིད་ཀྱི་རེད། ཆོས་མི་བཟང་བྱས་དགོས་ཡ་མི་འདུག་བ། སེམས་བཟང་པོ་བྱས་ན་འགྲིག་གི་འདུག་བ་སེམས་བཟང་པོ་བྱས་པ་ཡིན་ན་ཆོས་མ་བྱས་ན་འགྲིག་གི་འདུག་གང་འདོད་མ་བྱས་ན་འགྲིག་གི་འདུག་བསམ་སྲིད་ཀྱི་རེད་དེ། ཡིན་ན་ཡང། ཆོས་དང་མ་འབྲེལ་བའི་སེམས་བཟང་པོ། དེར། ཅི་ལྟར་སེམས་པ་བཟང་པོ་བྱེད་དུ་ཡོང་གི་ཡོད་རེད་དེ་ཡིན་ན་ཡང། སེམས་པ་བཟང་པོའི་ནང་ནས་མཐོ་ཤོས་དེ་སེམས་པ་བཟང་པོ་གི་ནང་ནས་ཡག་ཤོས་དེ་ཡོང་ཡ། དཀའ་ལས་ཁག་པོ་ཡིན་པ་རེད། སྤྱིར་བཏང་རྒྱ་གར་བ་ཅིག་གིས་ཆོས་དང་མ་འབྲེལ་བའི་བཟང་སྤྱོད་དེ་ཚོ་གསུང་གི་ཡོད་རེད། ཆོས་དང་མ་འབྲེལ་བའི་བཟང་སྤྱོད་གསུང་ས་དེ་ང་ཚོ་ནང་པ་སངས་རྒྱས་པའི་རྗེས་འབྲང་པ་ལ་གསུང་གི་ཡོད་མ་རེད། ནང་པ་སངས་རྒྱས་པའི་རྗེས་འབྲང་པ་ཚོ་ལ་སྐྱབས་འགྲོ་དང་སེམས་བསྐྱེད་དང་འབྲེལ་བའི་སེམས་པ་བཟང་པོ་དང་སྤྱོད་པ་བཟང་པོ་བྱེད་དགོས་པ་དེ་འདྲ་གི་བཀའ་སློབ་གནང་གི་ཡོད་རེད། དེ་ནས་ཆོས་དང་མ་འབྲེལ་བའི་བཟང་སྤྱོད་དེ་སུ་ལ་གསུང་གི་ཡོད་རེད་ཟེར་ན།

འདི་ལ་ཕྱི་མའི་དོན་དག་ཐམས་ཅད་སྒྲུབ་ཐུབ་ཀྱི་རེད་རང་དང་གཞན་གྱི་དོན་དག་ཚང་མ་ཡང་སྒྲུབ་ཐུབ་ཀྱི་རེད་སྤྱི་དང་སྒེར་གྱི་དོན་དག་ཡང་སྒྲུབ་ཐུབ་ཀྱི་རེད་ཁྲག་དང་ཕུག་གི་དོན་དག་ཐམས་ཅད་ཀྱང་སྒྲུབ་ཐུབ་པ་ཅིག་ཏན་ཏན་ཡོང་གི་ཡོད་པ་ཡིན་དུས་གཙོ་ཆེ་ཤོས་ཁ་ནས་སྨོན་ལམ་བཟང་པོའི་ཚིག་འདོན་པ་ནང་བཞིན་སེམས་ཀྱི་སྒོ་ནས་ཀྱང་སེམས་པ་བཟང་པོ་ཡོང་ཐབས་སེམས་པ་བཟང་པོ། ཡང་ཡང་གི་ཐབས་ལ་སྒོ་ཀུན་ནས་འབད་བརྩོན་བྱེད་དགོས་ཀྱི་ཡོད་རེད། སེམས་པ་བཟང་པོ་ཟེར་དེ། དེ་ནི་བྱང་ཆུབ་སེམས་ཀྱིས་བརྩེ་ཟིན་པའི་སེམས་པ་བཟང་པོ། སེམས་ཅན་ཐམས་ཅད་ལ་གཉིས་མེད་པ། སེམས་ཅན་ཐམས་ཅད་ལ་དགའ་མི་དགའི་རྣམ་རྟོག་མེད་པའི་སེམས་པ་བཟང་པོ་དགོས་ཞེས་པའི་ཁ་ཆེན་པོ་རེད། སེམས་ཅན་ཡང་ན་མི་འགའ་ཤས་ལ་དགའ་བོ་བྱེད་མི་འགའ་ཤས་ལ་སྡང་པོ་བྱེད་མི་དགའ་བ་བྱེད་པ་ཡིན་ན།

གཟུགས་སུ་ཡོད་པ་ཡིན་ན་དེ་ནི་སྟོང་གསུམ་གྱི་སྟོང་ཆེན་པོ་འདི་ཡང་སྣོད་དུ་ཆུང་དྲགས་པའི་སྐྱོན། གསུང་གི་ཡོད་པ་ཡིན་དུས་མདོར་ན་བྱང་ཆུབ་ཀྱི་སེམས་ཟེར་ལ་ཕན་ཡོན་བསམ་གྱིས་མི་ཁྱབ་པ་ཅིག་ཡོང་གི་ཡོད། སྤྱི་བཏང་མི་ཕན་ཐོགས་འགྲོ་ཡག་དེ་ཚོ་གལ་ཆེན་པོ་རེད། དེ་ཚོ་ཡང་སེམས་པ་བཟང་པོས་ཀུན་ནས་བསླངས་པའི་ཐོག་ནས་བྱང་ཆུབ་ཀྱི་སེམས་ཀྱིས་བརྩེ་བས་ཟིན་པའི་ཐོག་ནས་མི་ལ་ཕན་ཐོགས་བྱས་པ་ཡིན་ན་དེ་ལས་ཀྱང་ཕན་ཡོན་ཆེ་བ་དེ་ལས་ཀྱང།

མི་ཚེ་འདི་ལ་ཆ་ཤས་བཏིང་བ་ལས་ཀྱང་གལ་ཆེ་བ་དེ་གང་རེད་ཟེར་ན་དེ་སྐྱེ་བ་ཕྱི་མ་རེད་ཚེ་འདི་དང་ཕྱི་མ་ཟེར་ན་སྐྱེ་བ་ཕྱི་མ་དེ་གལ་ཆེ་གི་རེད། དེ་ཡིན་དུས་སྐྱེ་བ་ཕྱི་མ་ལ་ཆེད་དུ་ད་ལྟ་ནས་ཆ་ཤས་འདི་བཏིང་ཐུབ་ན་ཡག་པོ་ཡོད་རེད། ཆ་ཤས་ག་འདྲས་བཏིང་བར་ཟེར་ན། སྐྱེ་བ་ཕྱི་མ་མི་ལུས་བཟང་པོ་ཅིག་དང། སྐྱེ་བ་ཕྱི་མ་ཆོས་ཡོད་ས་ཅིག་དང་བླ་མ་བཞག་ས་ཅིག་ལ་སྐྱེ་བ་ཤོག་བསམ་དེ་འདྲས་ཀྱི་སྨོན་ལམ་བཏབ་དགོས་ཀྱི་ཡོད་དེ་འདྲས་ཀྱི་ཆ་ཤས་བཏིང་དགོས་ཀྱི་ཡོད་རེད།

མི་ལུས་ཐོག་པའི་རེ་བས་སྐྱེ་བ་ཕྱི་མ། བླ་མ་མཇལ་ས་ཅིག་ལ་སྐྱེ་གི་རེ་བས་སྐྱེ་བ་ཕྱི་མ། ཆོས་ཉམས་ལེན་བྱེད་ས་ཅིག་ལ་སྐྱེ་གི་རེ་བས་སོགས་སྐད་ཆ་དྲི་བ་ཡིན་ན་ཁག་པོ་རེད། ཚེ་འདི་ལ་ཆོས་ཡག་པོ་མ་བྱས་ན་སྐྱེ་བ་ཕྱི་མ། མི་ལུས་བཟང་པོ་ཅིག་ཐོབ་ཡ་ཁག་པོ་རེད། ཚེ་འདི་ལ་ཆོས་ཡག་པོ་བྱས་ལས་ཀ་ཡག་པོ་བསྒྲུབས། དགེ་བ་བསྒྲུབས་སྡིག་པ་སྤངས། བྱས་པ་ཡིན་ན་སྐྱེ་བ་ཕྱི་མ་མི་ལུས་བཟང་པོ་ཐོབ་ཡག་གི། དེ་འདྲའི་དྲི། ཐུབ་པ་ཡོང་གི་ཡོད་རེད་དེ་ག་ནང་བཞིན་བླ་མ་འཇགས་ཐུབ་ཡ་ཆོས་སྒྲུབ་ཐུབ་ཡ་གི་རྟེན་འབྲེལ་བསྒྲིགས་ཐུབ་པ་ཅིག་ཡོང་གི་ཡོད་རེད་སྐྱེ་བ་ཕྱི་མ་ལ་ང་ཚོར་དགོས་ཡ་དེ་ཆོས་རེད་ཆོས་མེད་ས་ལ་ལུང་པ་ཅིག་ལ་སླེབས་པ་ཡིན་ན་དེ་ནས་ཕྱིའི་མཐུན་རྐྱེན་ཁང་པ་དང་བསྡད་ས་དང་ས་ཆ་ག་འདྲ་ཡོད་པ་ཡིན་ན་ཡང་མི་ལུས་སྟོང་པར་ཆོས་མེད་ས་ས་ཆ་ཆ་ལ་སྐྱེ་བ་ཡིན་ན་མཐུན་རྐྱེན་ཡག་པོ་ག་འདྲི་ཅིག་ལ་སྐྱེ་བ་ཡིན་ན་ཡང། མི་ཚང་ཕྱུག་པོ་ག་འདྲི་ཅིག་གི་སྤུ་གུ་ལ་སྐྱེ་བ་ཡིན་ན་ཡང། མི་ལུས་སྟོང་པ་རེད། མི་ལུས་ཐོན་དང་ལྡན་པ་ཆགས་ཡག་དཀའ་ལས་ཁག་པོ་རེད། ཆགས་ཡག་ཡོང་གི་མ་རེད་དེ་ཡིན་དུས་གཙོ་ཆེ་ཤོས་དེ། ཆོས་ཡོད་ས་ཅིག་ལ་སྐྱེ་དགོས་ཀྱི་ཡོད་རེད་བླ་མ་འཇགས་ས་ཅིག་ལ་སྐྱེ་དགོས་ཀྱི་ཡོད་རེད་དེ་འདྲའི་སྐྱེ་བ་བྱས་པ་ལ། ད་ལྟ་ནས་ང་ཚོས་ཀྱི་ལས་བཟང་པོ་སྒྲུབ་དགོས་ཀྱི་ཡོད་རེད། དགེ་བ་ཡག་པོ་སྒྲུབ་དགོས་ཀྱི་ཡོད་རེད། ཆོས་ཡག་པོ་བྱེད་དགོས་ཀྱི་ཡོད་རེད། སེམས་པ་བཟང་པོ་བྱེད་དགོས་ཀྱི་ཡོད་རེད། བྱམས་པ་དང་སྙིང་རྗེ་དང་བྱང་ཆུབ་ཀྱི་སེམས་དེ་ཚོ་སོ་སོའི་རྒྱུད་ལ་མ་སྐྱེས་པར་སྐྱེས་པ་དང་སྐྱེས་པ་དེ་ཚོ་གོང་ནས་གོང་དུ་ཡར་རྒྱས་གཏང་ཡག་གི་ཐབས་ལ་འབད་བརྩོན

ཚིག་རྒྱ་ལ་སྐྱེས་ནས་ཆོས་བྱེད་ས་ཡོད་ན་ད་ཡག་པོ་རེད། ཚིག་རྒྱ་སླེབས་ནས་སོ་སོའི་གི་སྐད་ཡིག་མ་ཤེས། དེ་ག་ནང་བཞིན་ཆོས་ལ་ཡིད་ཆེས་མི་ངན་གཅིག་གི་སྦུག་གཅིག་ལ་སྐྱེས་པ་ཡིན་ན། དེ་ནི་སྐྱེས་མ་སྐྱེས་ཞེ་དྲག་ཆོ་ཡོད་མ་རེད། མི་ལུས་ཐོག་མ་དུ་གི། ཁྱད་པར་ཞེ་སྡང་ཉམས་པ་ལྟ་བུ་མི་ལུས་ཐོབ་པའི་ཁོག་མ་ཆོད་པ་ལྟ་བུ་ཞིག་ཆགས་འགྲོ་གི་ཡོད་རེད་དེ་ཡིན་དུས་གཙོ་ཆེ་ཤོས་ང་ཚོ་ཚེ་འདི་ལ་ཡིན་ནའང་འདྲ་སྐྱེ་བ་ཕྱི་མ་ལ་ཡིན་ནའང་འདྲ་ག་དུས་ཡིན་ན་ཡང་བླ་མ་འཇགས་དགོས་ཀྱི་ཡོད་རེད་ཆོས་ཐོས་དགོས་ཀྱི་ཡོད་རེད་ཆོས་ལ་བསམ་བློ་གཏང་དགོས་ཀྱི་ཡོད་རེད་ཆོས་ལ་ཉམས་ལེན་བྱེད་དགོས་ཀྱི་ཡོད་རེད་དེ་འདྲའི་བྱེད་ཡག་ལ་ཆེད་དུ་དེ་ནི་ང་ཚོས་དུས་རྟག་ཏུ་སྨོན་ལམ་རྒྱག་དགོས་རེད་སྐྱེ་བ་འདི་ལ་ཆོས་བྱ་ནི་ང་ཚོ་པའི་བསོད་ནམས་ཆེན་པོ་ཡིན་དཀའ་བ་བཟང་པོ་ཡིན་གོ་སྐབས་བཟང་པོ་ཞིག་ཐོབ་སོང་བསམ་པའི། སོ་སོ་གི་དགའ་བ་སྒོམ། དེ་ཁ་ན་ཞིང་སྐྱེ་བ་ཕྱི་མ་ལ་ཡིན་ན་ཡང་དེ་འབྲེལ་གྱི་བླ་མ་བཟང་པོ་སྦྱང་ཡག་དང། ཆོས་བཟང་པོ་གཅིག་ཉན་ཡག་དང་ཆོས་བཟང་པོ་ཉམས་ལེན་བྱེད་ཡག་གི་གོ་སྐབས་བཟང་པོ་དེ་ཐོབ་པར་ཤོག་ཅེས་སྨོན་ལམ་བརྒྱབ་སྨོན་ལམ་བརྒྱབ་པ་ན་ཞིང་གཅིག་གིས་སྨོན་ལམ་བརྒྱབ་པའི་དོན་རྟག་ཏུ་འགྲུབ་པའི་ཆེད་དུ་སོ་སོའི་ངོས་ནས་དེ་ནས་ལས་བཟང་པོ་བསྒྲུབ། ལུས་ངག་ཡིད་གསུམ་གྱི་སྒོ་ནས་ལས་བཟང་པོ་གཅིག་བསྒྲུབས་པ་ཡིན་ན་དེ་ནས་སོ་སོའི་སྨོན་ལམ་བརྒྱབ་པའི་དོན་རྟག་དེ།

ངོ་ཚའི་རྒྱ་ལོའི་ཉོ་ཐོག་ཚོམས་དང་མ་བཅས་པ་ཤར་བྱང་བློ་ལྡན་མཁས་བཙུན་རྡོ་རྗེ་འཆང་ཆེན་པོ་མཆོག་རྣམ་པ་གསུམ་གྱི་དབྱེ་བའི་རིགས་སུ་མ་མཆིས་པའི་བསྟན་པ་འཛིན་པའི་བསྟན་འཛིན་གྱི་སྐྱེས་ཆེན་དམ་པ། གང་རྣམས་གསུང་ཤོད་ཐམས་ཅད་སྐུ་ཚེ་རྒྱ་ལོ་མཐའ་དག་དབྱེ་བའི་ངོ་བོ་རུ་བསྟན་ཅིང། ཐུགས་ཀྱི་བཞེད་དགོངས་མཐའ་དག་ལྷུན་གྱིས་གྲུབ་པ་དང་དེ་དག་གི་ཐུགས་རྗེ་དང་བྱིན་རླབས་ལ་བརྟེན་ནས།